ཇོ་ནང་ཀུན་མཁྱེན་དོལ་པོ་བ་ཤེར་བུ་རྒྱལ་མཚན་གྱིས་མཛད་པའི་རི་ཆུའི་དངོས་དོན་རྒྱ་མཚོ། ད་ཚང་མ་གི་གིས་ག་ཇོ་ནང་བ་གི་ད་ཡུལ་ན་མིན་ན་གི་གཞུང་གཅིག་རེད། གཞན་སྟོང་དབུ་མ་ཆེན་པོ་བི་ལྟ་བ་གཏན་ལ་འབེབས་བྱེད་གི་གཞུང་འདི་འདིའི་ནང་གཅིག་བོ་ཆ་བྱས་ན་ལྟར་ཁུ་དཔེ་ཆ་ར་ཐུ་ཚོ་དཔར་བཞག་ནས་འཇིག་ཏག་ཏག་བོ་ཆེ་བོ་གི་དེ་ནི་མདོ་རྒྱུད་བསྟན་བཅོས་ཆིག་སྟོང་བརྒྱ་དང་སོ་དགུ་ཙམ་གྱི་ལུང་ཚིག་དྲངས་ཏེ་བསྒྲུབས་ཡོད་པའི་ཕྱིར་རོ། ད་ངི་འདི་ད་རྡོ་རྗེའི་ཚིག་རེད་བསམ་དགོས་ནི་ཡ། དོལ་པོ་བ་ཤེར་བུ་རྒྱལ་མཚན་བསང་གི་རི་ཆུའི་དངོས་དོན་རྒྱ་མཚོ་གི་དཔེ་ཆ་བསྟན་བཅོས་ཁི་རི་མ་ཟིག་གི་ནང། རྒྱ་གར་བན་སྤྲུབ་དང་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཏག་ཏག་ལུང་ཁར་བོ་དྲང་ནོར་སྟོང་ཚོ་གཅིག་རེ་བརྒྱ་རེ་གསུམ་གྱི་སོར་གི་ཡོད། ལུང་ཚད་ལྡན་དུ་མའི་མང་བོ་དྲང་བཞག་ནི་ཟི་ཏི་ལྟ་བ་བྱིན་གྱིས་རློག་པ་རེད་ཟེར་རྒྱུ་ཡིན་ན་སྐད་མོ་རེ་ཡ་དང་དེའི་རྒྱུ་མཚན་གི་ངོས་རང་ང་ཕྱི་ལོག་ཙམ་ཟིག་ཕྱི་ཤུན་ཙམ་ཟིག་མ་གཏོགས་ཕྱི་སྒོ་ནི་མ་རེད་ར་ཕྱི་ཤུན་ཙམ་ཟིག་ནས་ལྟ་རྒྱུ་ཡིན་ན་ཧ་ར་གི་ལུས་མདངས་འདྲ་འདྲ་རྒྱག་གི་བལྟས་ན་ར་འདི་ལྟ་བུའི་ཆོས་རྒྱུད་གྲུབ་མཐའ་ཡ་མཚན་པ་ཟིག་སྦྱོར་བ་དྲུག་གི་ཡན་ལག་ཉམས་སུ་ལེན་གི་ཡོད་ནི། འཁོར་དུས་ཀྱི་འཁོར་ལོ་ཕྱི་ནང་གཞན་གསུམ་གྱི་དུས་འཁོར། གཏན་ལ་འབབ་ཀི་ཡོད་ནི་འདི་མའི་ཆོས་བརྒྱད་དྲིལ་མཐའ་ཡབ་མཚམས་པ་ཟིལ་དུ་ལྟ་བ་ཕྱིན་ཅི་ལོག་པ་རེད་ཟེར་ན་རྩ་བ་ཉི་མ་ཡིན་གྱི་མ་རེད་དུ་བསམ་མི་ད་དུས་རང་ང་རང་གི་ལྟ་ཚུལ་བསམ་ཚུལ་ཟིག་བཤད་ནི་འདི་དེ་རང་གི་འཆད་ཁྲིད་ཀི་ནང་གི་ངའི་ལྟ་ཚུལ་རྫས་ན་བཤད་བྱ་གཙོ་བོ་གཅིག་ཡིན། དེ་ཡི་དག་སྣང་སྒོམ་རྒྱས་ན་སོང་ན་དད་པ་ར་སྐྱེ་རྒྱུ་རེད་ཡིད་ཆེས་ར་ཡོད་རྒྱུ་རེད་ཆོས་བརྒྱད་དྲིལ་མཐའ་ར་ནང་ཕན་ཚུན་མཐུན་རྒྱུ་རེད་དོ། དེས་ན་དཔལ་རྒྱལ་བ་ཇོ་ནང་བའི་ཁུངས་གཏུགས་སའི་མདོ་རྒྱུད་བསྟན་བཅོས་གཙོ་བོ་ད་འདི་མའི་བཟོ་གི་འདི་མདོར་བསྡུས་སུ་བཞུགས་ནས། ད་ཀིམ་ཆིན་ཆུར་ཀི་ཨོ་ཟེར་གསུང་གི་ཡོད་ནི་འདི་རེད། ཀིམ་ཆིན་ཆུར་ཀི་ཨོ་ཟེར་འདི་སང་འོག་གི་ལོ་རྒྱུས་ཀི་སྟེང་གི། རྒྱལ་རིགས་བཀའ་འགྱུར་རིན་པོ་ཆེ་དུ་སོག་ཡིག་ལ་སྒྱུར་ནོ་ཕྱག་རྒྱའི་མཛད་མཐའ་མེད་པ་འཇོག་མཁན་ད་ཀིམ་ཆིན་ཆུར་ཀི་ཨོ་ཟེར་གསུང་གི་ནི་འདི་སང་ཀུན་ཧྥུང་ཨ་ཐུགས་རྗེའི་བརྩོན་འགྲུས་གསུང་གི་བླ་མ་རེད། ད་འདི་སང་ལོ་རྒྱུས་མདོར་བསྡུས་སུ་མ་གཏོང་གི་བྲིས་མེད། ཀིམ་ཆིན་ཆུར་ཀི་ཨོ་ཟེར་ནི་སྤྱི་ལོ་གཅིག་སྟོང་ཉིས་བརྒྱ་རབས་བཅུ་བཞི་ལོ་འཁྲུངས། གྲོང་གསར་ས་སྐྱ་ས་བོ་མི་སྲིད། སྤྱོད་པ་ཁྱད་པར་དུ་འཕགས་ཤིང་དགུང་ལོར་ངལ། བླ་མ་ཡབ་ཀྱིས་ཆོས་གསུངས་ཚུལ། ལྷག་པ་མེད་པར་ཐུགས་ལ་བཟུང་ནས་མངགས་བཅོལ་གནང་ཐུབ། དགུང་ལོ་ལྔ་གི་སྟེང་ནས་བཟུང་སྟེ་སྤྱོད་པ་ཁྱད་པར་དུ་འཕགས་པ་གཞི་བཞེངས་དར་བ། སྔོན་གོང་གི་བག་ཆགས་གསལ་དུ་འོད་ནས་དེ་མིན་གཟི་ཀུན་ཆེན་འཇའ་འོང་བཞད་པའི་སྐུ་སྟོད་ཀྱི་ནང། གཞོན་ནུའི་དུས་ནས་སྔོན་བཞེངས་བག་ཆགས་སྲིད་དབུགས་གཙང་གཉིས་སུ་འདོར་སྔགས་གཞུང་ལ་སྦྱངས་དཀོན་པའི་ཉམས་མྱོང་གཟབ་རྒྱས་གནང་བ་བཅས་འཇའ་འོང་བཞད་པའི་ཞབས་ལ་གསོལ་བ་འདེབས་སོང་བ་བཞིན་དུ། ཀུན་མཁྱེན་ཆོས་སྐུ་འོད་ཟེར་གསང།

ཉམས་བཞེས་མཛད་པའི་ཐུགས་རྗེ་ལ་ཉམས་རྟོགས་འབྱུང། མདོར་ངག་རིག་ནི་གང་ལའང་གཟུགས་ཐང་རེར་ཐུགས་སུ་བྱས་པའི་མཁྱེན་གསལ་འགྲན་ཟླ་བྲལ། ཐང་མ་གཅིག་རེ་གཟུགས་བཞག་ན་བདག་གཞུང་གང་ལ་གཟུགས་བཞག་ན་རང་གཞུང་ཆ་ཚང་བ་དང་བློ་ཐོག་ནས་འཆལ་དུ་མེད་དུ་མེད་རེ་ཟུར་གོ། དམག་སྒེར་སྡང་གི་དགོན་པ་དང་དགོན་པ་ཟབ་ཤག་ལྟ་བུ་ཟ་འདི་ལྟར་སྐབས་ཡོད་མེད་མི་ཤེས། གནས་དེར་མདོར་ངག་གཅིག་ཆོས་མང་དག་སོང་ཞེས་ད་འདི་ད་ད་ཁར་ཚང་གི་རྣམ་ཐར་གྱི་མཛད་རྗེས་གཙོ་བོ་གཅིག་རེད། ཧོར་གྱི་ཁྱིམ་སྐྱོང་རྒྱལ་རིགས་བསྟན་པ་རིན་པོ་ཆེ་གསར་བཞེས་པའི་སྒྲོན་མེའི་གཟི་བརྗིད་གཡོ་སྐུ།

ཀུན་ར་ཏན་ནི་ལ་ང་མིར་ཉེ། ད་གི་ད་ལྟ་ཀུན་སོང་ང་ཐུགས་རྗེ་བརྩོན་འགྲུས་འདི་སོང་ཞིག་ད་འདི་སོང་ཧ་ལས་བ་གི་མཛད་རྗེས་ཆེན་པོ་རེད། དཔར་གྱུར་བ་ཇོ་ནང་བ་ཟེར་ཀུན་ནོ་གི་མྱང་ར་འདི་ནས་ཐོག་ནི་རེད། ཇོ་ནང་བའི་དགོན་པའི་ཐོག་མ་ར་འདི་ནས་བྱུང་ནི་རེད། དཔར་གྱུར་བ་ཇོ་ནང་བ་མཚོན་བྱེད་ན་ལྟ་གྲུབ་ར་ཐུ་སོ་ད་ཡིག་གིས་དགོས་ཕལ་བའི་ད་དེ་ཧ་ཅང་གི་སོར་རྒྱ་ཆེར་བྱེད་ནོ་འདི་སོང་རེད།

ཀུན་སྤངས་ཆེན་པོ། གཞང་ཐུགས་རྗེའི་སྲོག་འགྲུས་ཀྱི་མཛད་རྣམ་མདོར་བསྡུས་བཞི་ཕྱག་བློ་རྩ་ཡི་མཛད། སྟོན་ཀུར་ཆུ་འབྱུང་གི་ཚིག་སྣ་བསྡུས་ཏེ་འགོད་པ་ལ། ལྷ་ཁང་གཏུག་ས་གཡོ་དུ་ཚང་མ། བཟླ་བ་བཞག་ནི་མ་རེད། སྙན་ངག་ར་དེ་མེད་ན་རྩོམ་སྣ་ཆོག་ག། འདི་བློ་རྒྱུགས་ཁང་གཏུག་ས་མེད་ན་བ་ནི་མ་རེད། ཆག་ལོ་ཆུ་རྒྱུས་ཟེར་སྐོམ་ནི་ངོ་མ་གི་ད་བསམ་གྱིས་མི་ཁྱབ་པ་ཡིན། འོག་གི་ལོ་རྒྱུས་དགོས་སྟངས་ཀྱི་ལོ་ཙཱ་བ་སྐུ་དྲིན་ཅན་ཁེ་ཁང་དགེ་འདུན་ཆོས་འཕེལ་ཀིར་རྒྱ་གར་འཕགས་པའི་ཡེར་ན་ཧེབ་དེའི་རྒྱ་གར་གྱི་སྣེ་ཡིག་ལྟར་ཆག་ལོ་བཅུ་བརྒྱད་ཀྱི་ཆག་ལོའི་བླ་མིག་དེ་སྟེང་ནས་འཇོག་ག། ལོ་བརྒྱ་སྟོང་མང་བོ་འགོར་སོང་ན་མཛའ་འཕྲིན་དང་གཟི་བྱིན་དང་ཤེས་རབ་ཀྱི་འོད་ཟེར་གྱི་རང་གཟུགས་ད་རུང་རང་འཕྲུལ་ཡིད་དུ་འདོད་ན་དེ། ཆག་ལོ་ཙཱ་བ་ཚང་གི་དུས་འཁོར་ཆོས་འབྱུང་སོགས་ཀྱི་དུ་ལོ་རྒྱུས་ཚིག་གི་ས་བསྲེས་ཟེར་དེའི་ནང་གི་ཚིག་སྣ་བསྡུས་ཏེ་འགོད་དགོས་ན་ཁོང་ནི་རབ་བྱུང་བཞི་བའི།

འདི་ནི་རབ་བྱུང་བཞི་བའི་ཕྱེད་ཡུལ་དུ་བཞག་ན་ལྟར་སྐུ། ཉིན་གཅིག་ན་ན་དེ་མིན་སྐུ་སྣང་རབ་བྱུང་བཞི་བ་ཟླ་བའི་ཕྱེད་ཡུལ་ན་འཇོག་བྱས་ན་སྤྱི་ལོ་ཡོངས་འདིར་སྤྱི་ལོ་ཅན་ན་ན་ནི་ད་རབ་བྱུང་བཞི་བའི་ཕྱེད་ཡུལ་ཡིན་མིན་ན་དེ་ཐོག་གཏུགས་ན་ད་ལྟ་ད་སྐར་ཆ་ཆ་ཚིག་གི་ནང་ཐོག་གཏུགས་ན་བ་མི་རེད་དེ་སོགས་ཐོག་གཏུགས་ན་ཆོག་ནི་རང་གི་རྩི་ཤེས་ན་རྩིས་ན་ཆོག་ནི་མ་ཤེས་ན་འཁྲུལ་གཅིག་ལ་བརྟེན་ན་ཆོག་ག། སྤྱི་ལོར་སྟོང་གཅིག་ར་ཉིས་བརྒྱ་ར་བཞི་བཅུ་བཞི་གསུམ་ལོ་གཙང་སྟོད་མདོག་གི་དང་བ་ཤར་དུ་སྐུ་འཁྲུངས་འདི་དག་གཙང་ནས་སྐུ་འཁྲུངས་ནི་གཙང་པ་ཟེར། ས་སྐྱ་དང་འདར་སོགས་དབུས་གཙང་གི་གྲྭ་ས་ཕར་ཁྱེར་དུ་ཕེབས། མདོ་སྔགས་ཀྱི་གཞུང་ཐམས་ཅད་ལ་མཁྱེན་པ་ཤིན་ཏུ་རྒྱས། ཕྱི་མིག་སྲང་ཀའི་བར་སོགས་མཁས་མཆོག་ཐམས་ཅད་གཟིར་གྱིས་མིན་ལ་རྩོད་པའི་སྒོ་ནས་གཟིར་གྱིས་མིན་ཡང། དེ་ནས་འཇང་གསེར་གྱི་གདན་ས་ལྕང་སྡེར་གྱིས་ཆོས་དཔོན་མཛད་དེ་དེ་ནས་བཟུང་ཡི་གེར་སྲང་གི་དགོན་པ་དེ། ཆོས་སྲུང་ནི་བླ་མ་ཡིན། ཀུན་མཁྱེན་ཆོས་སྐུ་འོད་ཟེར་ལ་མངའ་བའི་གཞུང་དང་གདམས་ངག་ཐམས་ཅད་གསན། ད་ཐམ་དེ་རེས་གོ་རིམ་ཆ་དེ་ཡོང་སྟེ།

ར་ལོ་ཙཱ་བའི་རྒྱུད་པ་དང་འབྲོ་ལོ་ཙཱ་བའི་རྒྱུད་པ་ཟེར་དགོས་ནོ་དེ་རེད། དེས་ན་དུས་འཁོར་ར་ལུག་གཏེར་སྔར་གྱི་མཆན་འགོད་ཟེར་དགོས་དེའི་སྟེང་ལ་འབྲོ་ལོ་ཙཱ་བའི་ནས་བརྒྱུད་ཡོང་ནོ་གི་དབང་བརྒྱུད་སྤྱད་དང་གཞོལ་དྲུག་ཉམས་ཁྲིད་དུ་བསམ་པས་ཉམས་རྟོགས་ཀྱི་ཀློང་དུར་གཞོལ་དྲུག་གི་གདམས་པ་མི་འདྲ་བ་བཅུ་བདུན་ཙམ་བསམ་ཞིང་ཉམས་སུ་བླངས་དེ་ཡོད། སྤྱིར་ན་དུས་འཁོར་དེ་དུས་འཁོར་གསར་བརྗེ་དང་བསྡུས་བརྗེ་ཟེར་རྒྱུ་གཉིས་ཡོད་ནི་རེད། དུས་འཁོར་གསར་བརྗེ་གི་ནང་གི་ལེའུ་གཅིག་དབང་མདོར་བསྟན་ཟེར་དགོས་ནོ་མ་གཏོགས་བསྒྱུར་འོས་ནི་མ་རེད། དུས་འཁོར་བསྡུས་བརྗེ་ལེའུ་ལྔའི་འོག་ནས་ལྔའི་འོག་ཏུ་ཆ་ཚང་བོད་སྐད་དུ་བསྒྱུར་འོས་ནི་རེད། དུས་འཁོར་བསྡུས་བརྗེ་ལ་འགྱུར་མི་འདྲ་བ་བཅུ་བཞི་ཡོད་ནི་རེད། འོག་གི་ལོ་རྒྱུས་ཀྱི་དང། དེའི་ནང་ནས་ད་ཁིར་སང་ང་ཚོ་མཇལ་ན་ལ་དུས་འཁོར་བཞོ་དྲུག་གི་ཁྲིད་མི་འདྲ་བཅུ་བདུན་འབྲི་ཟིག་ས་ནོ་གི་ཟིག། བྲིས་པའི་རྟགས་ཡབ་མཚན་པ་མང་དུ་བྱུང་ཡི་དམ་གྱིས་གཞིར་གཟིགས་པ་བཞིན་བཞོ་དྲུག་གི་ཁྲིད་ཡིག་མཛད་པས་བཞོ་དྲུག་གི་ཁྲིད་ཡིག་རྒྱས་པ་འོད་དུ་བྱུང་བའི་ཚུལ་སྔ་ཕྱིས་སུ་གྱི་རེད་ད་འདི་རེད་ཡ། དུས་འཁོར་བཞོ་དྲུག་གི་གདམས་པ་དེ་ཡི་གེ་ཐོག་མར་ཕབ་ནོ་ཨོ་ད། ཀུན་སྲུང་བ་ཐུགས་རྗེའི་སོ་འབྲུག་བཟང་ཡིན་ནོ་ཞེས། དེའི་རྒྱུ་མཚན་གྱི་ཇོ་ནང་བ་གི་གདམས་པ་དུ་དངོས་སུ་ཤེས་ར་སུར་འདྲེན་འགྲོ་ཞེས་དེ་ཚང་མ་གི་མིག་སྐྱིན་དུ་གཟུགས་སྐྱིན་བཞིན་དུ་ཤར་ཁ་འཇིགས་ནོ་ཀུན་སྲུང་བ་ཐུགས་རྗེའི་སོ་འབྲུག་ཡིན་ནི་གི་ངི་ཇོ་ནང་བ་གི་ཤིང་རྟའི་སུམ་བརྒྱའི་ཁུང་བས་ན་ཕར་གྱི་འབྲུག་གི་སེམས་ཀུན་རྒྱུ་མཚན་དུ་ཡིན། ཞོ་དྲུག་གི་ཁྲི་ཡིག་རྒྱས་བ་འོད་དུ་བྱུང་བའི་སྔ་ཤུས་སུ་གྱུར། མཁས་དབང་དུང་དཀར་ཚང་གིས་ཇོ་ནང་བའི་གྲུབ་མཐའི་བཞི་ཟུར་ཐོག་མ་ཟུར་གྲུབ་མཛད་པ་འོད་དུ་རྫས་འོག་གི་ཡ།

སྤྱི་ལོ་སྟོང་གཅིག་ར་གཉིས་བརྒྱ་ར་དགུ་བཅུ་གོ་བཞི་ལོར་གཙང་གི་ལྷ་རྩེ་རྫོང་ཁོངས་ཀྱོ་མོ་ནག་རྒྱུད་དུ་དཔར་རྒྱལ་རྭ་ཅོ་ནང་ཡི་དགོན་སྡེའི་ཐོག་མ་ཅོ་ནང་དགོན་པ་བཤིག་ཏུ་བུད་ད་འདི་བཤིག་ག་ཅིག་འདིའི་ལོ་ཚིགས་ཚང་མ་གི་སེ་མ་བཟང་སྤྱི་ལོ་སྟོང་གཅིག་ར་གཉིས་བརྒྱ་ར་དགུ་བཅུ་གོ་བཞི་ཅོ་ནང་བ་གི་དགོན་པའི་ཐོག་མ་ཅོ་ནང་དགོན་ཟེར་དཀོན་འདི་ནི་ཅོ་ནང་རི་ཁྲོད་ཆེན་མོ་ར་ཟེར་ནི་རེད་ང་ན་ད་འདི་མ་བཟང་གློ་རྒྱུས་ཡོད་ཅོ་ནང་རི་ཁྲོད་ཆེན་མོ་དག་གནའ་ནས་ཡོད་ནི་རེད་རྗེས་ནས་ཀུན་ཕུང་བ་ཐུགས་རྗེ་བརྩོན་འགྲུས་བཟང་གི་དགོན་པ་དུ་བཤིག་ད་པ་ནས་བཟང་སྟེ་མྱང་ང་ཅོ་ནང་དགོན་པ་ཟེར་ནི་རེད། གདན་ས་འདི་ནས་ལོ་ཉེར་གཅིག་གི་རིང་ལ་དབུ་སློབ་ཅང་མང་བོ་བསྐྱངས། གོང་གི་གདན་སའི་མཁན་པོ། ལོ་ཉི་ཤུར་ཙག་གཅིག་སོང་ཟིན། མི་ལོ་ཉི་ཤུར་ཙག་གཅིག་རྫིག་ན་ཉུང་ཉུང་མ་ར། མཐར་བྱང་སེམས་རྒྱལ་བ་ཡེ་ཤེས་གདན་སར་བསྐུལ་ཏེ། ཀུན་སྤངས་ཐུགས་རྗེའི་བརྩོན་འགྲུས་སྲང་གི་འཕྲོ། ཇོ་ནང་བ་གི་བླ་རབས་ཀྱི་ནང་གི་རྒྱུད་འཛིན་པ་དག་བྱང་སེམས་རྒྱལ་བ་ཟེར་གོ་ནི་འདི་སང། དགུང་ལོ་བདུན་བཅུ་བ་རབ་བྱུང་ལྔ་བའི་ཆགས་གླིང། ལོ་རྒྱུས་ཀྱི་ནང་དུ་བརྗོད་ནི་རབ་བྱུང་ལྔ་བའི་ཆགས་གླིང་བརྗོད་ནི། ཆགས་གླིང་ཡིན་ན་སྤྱི་ལོ་སྟོང་གཅིག་ར། སུམ་བརྒྱ་རབ་གཅིག་སུམ་གྱི་ལོ་ཁས་དགོད་ནི། བཞི་རག་ཤག་མཚན་གྱི་རྣམ་གྲངས་ལ་ཀུན་སྤངས་མི་སྐྱོ་རྡོར་རྒྱལ་ཆོས་རྒྱལ་ཀུན་སྤངས་ཆེན་པོ་ཞང་ཐུགས་རྗེའི་བརྩོན་འགྲུས་ཡང་བཞི། དུང་དཀར་ཚིག་མཛོད་དུ་རབ་བྱུང་ལྔ་བའི་ཤིང་བཞི་རྫས་བཞི། སྤྱི་ལོ་གཅིག་གསུམ། ཉི་ཤུ་རྩ་བཞི་ད་ལོ་རྫོགས་མེད་དུ་ཆགས་ག་འདིར་གཅིག་གསུམ་ནས་ཉི་ཤུ་རྩ་བཞི་བཅས་ར་རྩ་བ་ཉིད་ནས་ཁས་ནི་མ་རེད་ལོ་ཉི་ཤུ་རྩ་བཞི་ཟེར་ཁས་ནི་མ་རེད། ཤིང་བཞི། རབ་བྱུང་ལྔ་བའི་ཤིང་བཞི་འདི། སྤྱི་ལོ་བཞི་བ་གླིང་རེད་མོད་སྤྱི་ལོ་སྟོང་གཅིག་ར།

མཁས་བ་དེ་ཚོ་རྩིབ་བསྐུར་མ་བྱས་ནི་མ་རེད་བོད་ཁ་བ་གངས་རིའི་ལྗོངས་ང་མཚོན་བྱེད་ན་དུས་རབས་གསར་རྙིང་གཉིས་ཡ་རིག་གནས་གསར་རྙིང་གཉིས་ཀྱི་བསམ་པ་ལྟ་བུ་སྐུ་དང་གཤོག་ལ་མ་ལྟོས་བ་དད་དུས་ཕྱག་ལས་གནང་ནོ་ད་གླག་སྟོང་ཀིར་རིན་པོ་ཆེ་དང་མཁས་དབང་ཚེ་བརྟན་ཞབས་དྲུང་རིན་པོ་ཆེ་རྗེ་བཙན་མི་དགེ་རིན་པོ་ཆེ་ལྟ་བུ་ཁོང་རྣམ་པ་རེད་ཁོང་རྣམ་པའི་སྐུ་གསུང་ཐུགས་ཀྱི་ཡོན་ཏན་ན་རྗེས་སུ་མི་ཡི་རང་མི་བྱེད་ནི་དཀར་ནག་གཅིག་ཡོད་དྲ། སྟོང་ཀིར་ཚིག་མཛོད་ནང་གི་ལོ་རྒྱུས་ནོར་གསུངས་བ་ནི་བྱམས་པོ་དུ། སྟག་སེར་ཟས་བརྒྱད་ན་ད་རུང་ཁྲིད་ནས་གྱེར་གྱི་ཡང་འགྱོ་གྱི་རེད་བསམ་གི་དཔེར་བཞག་ན་ཀུན་སྤུངས་ཨ་ཐུགས་རྗེའི་བརྩོན་འགྲུས་སང་གི་མཛད་རྣམ་གི་ནང་མི་ལོ་གཅིག་གཉིས་གི་ནོར་དོགས་ཡོད་གི། འདི་ཀུན་སྤུངས་ཨ་ཐུགས་རྗེའི་བརྩོན་འགྲུས་སང་གི་མཛད་རྣམ་ད་ཡོད་ད་ཁོང་གི། འདི་རེད་ཀུན་སྤུངས་ཨ་ཐུགས་རྗེའི་བརྩོན་འགྲུས་སང་ཟེར་གི་ནོར་ད་སྔོན་མ་གི་བཏབ་པའི་ཡིད་དྲང་སྤྱི་ཐང་ཀ་ར་ད་ཚོར་ཡག་པོ་བྲིས་ཡོད་ག་ཀུན་སྤུངས་ཨ་ཆེན་པོ་ཞིང་ཐུགས་རྗེའི་བརྩོན་འགྲུས་ཀྱིས་སྐུ་ཐང་ཟེར་གི་ནོར་པར་ཟེར་ཉུང་ཉུང་རེད་མ་གཏོགས་བཞག་མེད་ད་ཡོད་ད་དཔར་རྒྱལ་བ་ཇོ་ནང་བའི་དགོན་སྡེའི་ཐོག་མ་ད་འདི་ངོ་སྤྲོད་རྩིས་ནས་བྱས་ན་ངུ་ཡག་གི་བསམ་ནས་དཔར་རྒྱལ་བ་ཇོ་ནང་བའི་དགོན་སྡེའི་ཐོག་མ་ཇོ་ནང་དགོན་པ་ནི་ཀུན་བཟང་ཐུགས་རྗེ་བརྩོན་འགྲུས་མཆོག་གི་སྤྱི་ལོ་སྟོང་གཅིག་ཉིས་བརྒྱ་དགུ་བཅུ་གོ་བཞི་ལོ་ཐམ་ཀོང་ཨར་ཀྲིའུ་ཀ་གཙང་གི་ལྷ་རྩེ་རྫོང་ཁོངས་ཇོ་མོ་ནགས་རྒྱར་དུ་ཕྱག་བཏབ། འདི་ལ། ཇོ་ནང་རི་ཁྲོད་ཆེན་མོའང་ཟེར་ཏེ། འདིའི་སྔུན་ན་རི་ཁྲོད་ཡོད་ནི། རི་ཁྲོད་ཆེན་མོ་འདི་ཡོད་ནི། རི་ཁྲོད་དེ་ལོ་རྒྱུས་ཀྱི་སྟེང་ནས་བལྟས་ན་ད་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་མང་བོ་བྱོན་ནས་འཇའ་ལུས་ཨ་གྲུབ་སོང་ནི་དེ་མིན་ལོ་རྒྱུས་མང་བོ་ཡོད། དཔེར་བཞིན་བཞག་ན་དང་བོར་སློབ་དཔོན་ཆེན་པོ་པདྨ་འབྱུང་གནས་ནག་འགྱུར་གྱི་རི་ལ་ལན་མང་དུ་ཕེབས་ཏེ་སྒྲུབ་ཕུག་གོང་འོག་རྣམས་སུ་བཞུགས། སློབ་དཔོན་པདྨ་འབྱུང་གནས་དང་ས་སྐྱ་འདས། ཇོ་ནང་རི་ཁྲོད་ཆེན་མོ་ད་སྐབས་རི་ཁྲོད་ཆེན་མོ་དང་ཇོ་ནང་དགོན་པ་ཟེར་ཁོ་ནི་ནི་ག་སྟོང་གཅིག་མིང་གི་རྣམ་གྲངས་ཡིན་རེད་ད་སྐབས་ངེས་ན་ཇོ་ནང་རི་ཁྲོད་ཆེན་པོ་བྱུང་མོད་ཇོ་ནང་རི་ཁྲོད་ཆེན་པོ་དེ་ཐོག་སྟོང་བ་ཧེབ་ནང་དང་སློབ་དཔོན་པདྨ་འབྱུང་གནས། ལོ་ཚིགས་ཞབས་སྟངས་གཉིས་ཡོད་ནི་རེད། སྤྱི་ལོ་བརྒྱད་བརྒྱ་ར་དགུ་གི་ལོ་མཁན་སློབ་ཆོས་གསུམ་གཞི་རིམ་རྫོགས་མའི་སྤྱི་ལོ་བརྒྱད་བརྒྱ་རབ་གཅིག་གཅིག་གི་ལོ་དེར་ས་མིག་གཙུག་ལག་བཙུགས་ནས་ཡིན་ཟེར་ཀོ་ནི། དུས་རབས་དགུ་བའི་དུས་འགོ་ཡིན། ད་ལོ་ཚིགས་བྱ་སྟངས་མི་འདྲ། ལྟར་ཁུ་ཏུན་ཧོང་སྟེ་རིགས་ར་དེ་ཚོ་བྱ་སྟངས་མི་འདྲ་གི་ར། ད་དེ་ལྟ་བུ་ཟིག་སློག་ནི་པདྨ་འབྱུང་ནི་ཧེ་བའི་ཟླ་དེའི་ནག་འགྱུར་གྱི་རི་ལ་ལན་མང་དུ་ཕེབས་པའི་སྒྲིབ་ཕུག་དེ་ཚོ་བྱིན་གྱིས་བརླབས། དེ་རྗེས་སྣུབ་ཆེན་ནམ་མཁའི་ཉིང་ལྔ་འགྱུར་རྙིང་མ་བ་གི་གྲུབ་ཐོབ་ཆེན་པོ་དུ་གསུངས། བྲམ་ཟེ་ཀླུའི་རྒྱལ་མཚན་སྣ་ནམ་པ་ཚུལ་ཁྲིམས་འབྱུང་ནི་འབྲོག་མི་ལོ་ཙཱ་བའི་སློབ་མ་བཟང་སྒོམ་དཀོན་མཆོག་མ་གཅིག་སངས་རྒྱས་རི་མ་གྲུབ་ཐོབ་འདམ་ཁྱེར། གྲུབ་ཐོབ་འདམ་ཁྱེར་བ་སར་སྐྱ་བན་ཁྲི་ད་སང་གི། ཁྱེད་སྐུ་ངག་དོན་ནོ་ཙི་གིས་མི་དག་གི། འུམ་བ་འཛིར་ཀི་ལིའི་ཀི་ལ་ཨ་ཟེར་དགོས་ནི་རེད་ཟེ་ནོ། ཁིར་སང་གི་འུམ་བ་འཛ་སྐྱི་ལིའི་སྐྱི་ལ་ཨ་ཟེ་དོན་གི་ད་ནི་རེད་ཟེ་ནོ་ཏི་སང་རེད་གྲུབ་ཐོབ་འདམ་ཁྱེར་བ། དག་མི་དག་མི་ཤེས་ར་ནུ་བ་འདི་མི་ཡོ་གི་ཟེ་ཕིར་བ་ཟི་ཏི་དག་སང་ཨ་ཟླ་བའི་ཟླ་དེ་ཕིར་སོང་སྟེ་ཨོ་ཁྱེད་སྐད་གྲུབ་ཡིག་དབང་ཅིག་ཆེན་པོ་རེད་དམིགས་བསལ་བ་རེད་ཁོང་གིས་ཕྱིར་བ་རྩོད་པ་ཡི་གོ་དེ་གྲུབ་དག་འདྲ་འགྲོག་ག་ཁྱེད་སྐད་གོ་གི་ཟེ་ཧེབ་རོག་ཡི་གི་ཅིག་ནོ་ད་གྲུབ་ཐོབ་འདམ་ཁྱེར་བ་ཨ་ཟེར་གོ་ནི་འདི་སང་གྲུབ་ཐོབ་འདམ་ཁྱེར་བ་སང་གི་འུམ་བ་ཟི་ཏར་ཁྲུབ་བྱ་ལི་དགོན་པ།

ཁོང་གི་དངོས་སློབ་བྱང་སེམས་རྒྱལ་བ་ཡེ་ཤེས་ཀྱི་བློ་བརྒྱ་དར་བྱང་སེམས་དགོན་པ་དང། མཁས་བཙུན་ཡོན་ཏན་རྒྱ་མཚོའི་བློ་བདེ་ན་བྱང་སེམས་འདི་ཆོས་རྣམ་པ་གསུམ་པོ། ཀྲུང་ཧྥུང་བ་ཐུགས་རྗེའི་བརྩོན་འགྲུས་ར། བྱང་སེམས་རྒྱལ་བ་ཡེ་ཤེས་ར་མཁས་བཙུན་ཡོན་ཏན་རྒྱ་མཚོ་གསུམ་པོའི་མྱང་བ་སྐྱོ་སྣང་བའི་ཐོག་མའི་བླ་མ་རྣམ་གསུམ་ཟེར། མཚན་ལ་བརྟེན་ཏེ་སྡིག་པ་འདག་རྒྱུའོ།

མཁན་ཆེན་ཕྱོགས་ལས་རྣམ་རྒྱལ་གྱིས་བློ་གྲོས་སོགས་མཁས་གྲུབ་རིམ་བྱོན་དང་ཉུང་ཉུང་བྲིས་ནས་འདི་རྣམ་པ་དག་གཙོ་ཆེ་གྲགས་ཆེ་བར་མཁས་གྲུབ་རིམ་བྱོན་མང་བོས་ལེགས་པར་བསྐྱངས་ཏེ་དགོན་འདིར་བྱ་སྒྲུབ་ཀྱི་རྒྱལ་མཚན་འཛིན་པ་དང་ཕྱོགས་བཞིའི་རི་ཁྲོད་སྣ་ཚོགས་སུ་སྒྲུབ་རྒྱུད་ཀྱི་བསྟན་པ་སྤེལ་བ། ཆོས་སྡེ་དང་གྲྭ་ས་ཐ་དད་པ་རྣམས་སུ་ཆོས་ཀྱི་འཁོར་ལོ་མཐའ་ཡས་པ་བསྐོར། ཇོ་ནང་རི་ཁྲོད་ཆེན་མོ་ཇོ་ནང་དགོན་པ་ཟེར་དགོས་ན་དེ་ལྟ་བུའི་རྩ་ཆེན་པོ་ཟེར། ཡིན་ན་ར་ད་ལྟ་སྐབས་ན་འདེམས་ཟེར་ཡ། ཇོ་ནང་རི་ཁྲོད་ཆེན་མོ་ཟུར་བཀོད་ནོར་དུ། པར་སྐུའི་དགོན་གནས་གཅིག་ལྟ་ཅི་ཡིན་ན། ཁྱེད་རྣམ་པ་ད་ལྟ་བྱ་དེའི་མཁས་པ་འདི་མི་མང་བོ་བྱུང་ས་རེད་གཟིགས་བྱ་དེ། ཕྱིའི་ཡ་མཚན་དངོས་མ་ཡ་མཚན་ཡིན་འདིར་འདིའི་ནང་གི་ད་རུང་ལོ་རྒྱུས་ནང་དྲི་བ་རྒྱུན་ལྡན་གི་དྲ་བ་སྟོང་ཚོགས་གཉིས་རེ་ཡོད་ནི། སྒྲུབ་ཁང་གི་ནང་འདག་བཞར་ཡི་གེ་གི་ད་ལྟའི་སྒོ་འདམ་བག་གི་རྒྱལ་བའི་སྒོམ་ཉམས་ལེན་ནི་ད་ལྟའི་མི་ལོ་གཅིག་གཉིས་བཅོ་ལྔ་གི་བར་བྲག་ཕུག་གི་ནང་ནས་ཕྱི་རོལ་ར་མི་ཡོང་ནི། སྟོང་ཕྲག་གཅིག་རེ་རྒྱུན་མ་ཆད་ད་ཡོང་ནི་དེ་མིན་རེད་ཟུར་བཀོད་གི་ར་ད་ལྟར་སྐབས་ད་འདིའི་མཆོད་རྟེན་དུ་ཀུན་མཁྱེན་དོལ་པོ་བ་སངས་གི་བཞེངས་ནི་རེད།

བོད་ཡུལ་སྟོད་སྨད་དང་སོག་ཡུལ་སོགས་ཡུལ་གྲུ་དུ་མར་སྒྲུབ་རྒྱུད་འདིའི་བསྟན་པ་དར་རྒྱས་ཆེན་པོ་བྱུང་དང་འབྱུང་བཞིན་པ་ལགས་སོ། དགོན་པ་འདི་ནི་རི་ཁྲོད་འདི་ནས་ད་བར་རྒྱལ་བ་ཇོ་ནང་བ་གམ་ཁྲི་འདིའི་ཕྱོགས་མཐར་རྒྱས་ད་ལྟའི་ད་སྐབས་ས་ཆེན་པོ་འདིའི་ཁྱོན་ན་ད་བར་རྒྱལ་བ་ཇོ་ནང་བའི་གྲུབ་མཐའ་གང་གང་ཨ་ཆེའོ་གི་རྒྱལ་ཁབ་གང་དག་ཨ་ཆེའོ་གི་ཡུལ་གྲུ་གང་དག་ཨ་ཡོ་གི་དགོན་སྡེ་ག་ཚོད་ཡོད་གི་མཁས་བ་ག་ཚོད་བྱོན་མྱོང་ཟི་ཡོད་ཚ་པོ་གམ་འབྱུང་ཁུངས་བསྟན་པའི་ཆུ་འགོ་འདྲ་འདྲ་བོ་ད་འདི་རེད་ར་ད་ད་སྐབས་འདི་རེད་ལུང་བ་སྐམ་པོ་ཟི་ར་ད་འདི་མི་ཟི་མ་གཏོགས་མེད་གི་མཆོད་རྟེན་འདི་རིགས་ཡོད་རྒྱུ་འདི། སྟོད་བུ་བ་ཤེས་རབ་རྒྱལ་མཚན་ཚང་གི་བཞེངས་ནས་མཆོད་རྟེན་འདི་ཐོག་མ་བཞེས་བཞེངས་སྐྲུན་བྱས་མྱོང་ཟིན་ཐོག་དང་བོ་ད་འདི་རེད། དཔེར་སྒྱར་བ་ཇོ་ནང་བའི་རི་ཁྲོད་ཆེན་མོའམ་དགོན་འདིའི་ཐོག་མ་ཡོད་སར་ཀུན་མཁྱེན་སྟོད་བུ་བ་ཤེས་རབ་རྒྱལ་མཚན་མཆོད་གྲྭའི་གསར་དུ་བཞེངས་ཤིང་ཕྱིས་སུ་སྐྱེ་བོ་དམ་པ་མང་བོས་གཞིགས་གསོ་ལན་འགར་བྱས་ཇོ་ནང་མཐོང་གྲོལ་ཆེན་མོའམ་སྐུ་འབུམ་མཐོང་གྲོལ་ཆེན་མོ་ད་འདི་མྱང་རྣམ་པ་སྣ་ཚོགས་དག་བོ་ཀིར་ད་སྐབས་ད་མཆོད་རྟེན་འདི་ཁིར་བོ་མ་གཏོགས་ད་ད་བྲག་ཞག་ཁིར་ཟེར་བ་ལྷག་མེད་ཀི་ཐོག་དང་བོ་ད་དཔེར་སྒྱར་བ་ཇོ་ནང་བའི་རི་ཁྲོད་ཆེན་མོ་ཀུན་སྲུང་བ་ཐུགས་རྗེ་བརྩོན་འགྲུས་ཚང་གི། དེའི་རྗེས་སུ་ད་ཀུན་མཁྱེན་སྟོད་པུ་བ་ཤེར་བུ་རྒྱ་མཚན་དུ་སོང་བྱོན་ནས་ད་ལྷག་སོང་བུམ་ར་བོ་དུ་མི་ངོ་ཡོད་ནས་ཁོང་གི་གསེར་དུ་མཆོད་རྟེན་འདི་བཞེངས་ནས་འདིའི་མཆོད་རྟེན་འདི་ལ་བརྟེན་ནས་ད་དེ་སྟོད་པུ་བ་ཤེར་བུ་རྒྱལ་མཚན་གྱི་མཚན་གྱི་བསྙེན་པ་ས་ཆེན་པོ་ལ་ཁྱབ་སོང་ཟེར་ནས་རྒྱང་རྩེའི་དཔལ་མགོན་མཆོད་རྟེན་ཟེར་གྱི་བཟོ་ག་རྒྱང་རྩེའི་དཔལ་མགོན་མཆོད་རྟེན་འདི་ར་མཆོད་རྟེན་འདས་དཔེ་བླངས་ནས་ཡིན་ཟེར་ནས་དུས་ཚོད་ཡོད་ན་རྗེས་སོ་ནས་བཤད་ན་ཆོག་ག་ར་གསར་དུ་བཞེངས་བཞེངས་ཕྱིས་སུ་ཇོ་ནང་ཏཱ་ར་ནཱ་ཐ་སང་གི་འདི་བཞུགས་སོ་ཐེངས་གཅིག་གནང་ནས། དགོན་པ་ལྔ་ཡར་གི་སའི་དགོན་པ་གས་ནས་ཨ་ཁི་ཡེ་ཤེས་ཟེར་གྱི་བཀྲ་བ་བཀྲ་རྐྱང་ཟེར་བདག་གམ་ཁེར་རྐྱང་ཅན་ཟེར་དེ་མིན་ཟེར་ཐུགས་བསྐྱེད་སྨོན་ལམ་གི་གསུང་ཡིག་བཟླས་ཏེ་བཅུ་བཞིར་ཡིད་བཞིན། ཁུར་སང་གི་བཞུགས་སོ་ཐང་མ་གཅིག་ནང་ཡབ་མཚམས་པ་གནང་ཡོད། ད་སྐབས་དག་ཨོར་གི་བཞུགས་སོ་གནང་ཡིད་བཟླས་ཏེ་ཇོ་ནང་སྐྱབས་མགོན་ཆེན་པོ་ཁོང་གི་བཞུགས་སོ་ལན་བཞི་བ་གནང་ཡིད་བཟླས་ཏེ་ད་སྐབས་དག་ཡུལ་སྐོར་ཡོང་དག་གི་ལྷ་ཁང་འདི་ཁང་གཟི་བརྗིད་ཅན་ཡོད་ན་མཆོད་རྟེན་མཐོན་པོ་ཡོད་ན་ལྷ་ཁང་གསེར་ཏོག་ཅན་ཡོད་ན་ར་ནང་ཆོས་མཁྱེན་ཉན་མེད་ན་དགེ་འདུན་པའི་སྡེ་མེད་ན་སྟོང་བ་ཡིན། ཟུང་འཇུག་མེད་མིན་རེ་འདྲེན། འདི་ནི་སྔར་ཇོ་ནང་མཐོང་གྲོལ་ཆེན་པོ་རྭ་རྫི་འོག་གི་ལ་ལས་ཇོ་ནང་མཆོད་རྟེན་མཐོང་གྲོལ་ཆེན་པོ་རྫི་འོག་གི་མཆོད་རྟེན་ཕར་ཆེར་མེད་ཀྱི་ལོ་རྒྱུས་ནང་ལྟ་རྒྱས་ན་ཇོ་ནང་མཐོང་གྲོལ་ཆེན་པོ་དེ་ནི་ལོ་རྒྱུས་ཕར་ཆེར་གྱི་ནང་སྐུ་འབུམ་མཐོང་གྲོལ་ཆེན་པོ་རྫི་དེ་མིའི་ཞལ་ཡོད་ཀྱི། ཉེ་རབས་ཨ་ཁུ་ཡེ་ཤེས་བཟང་གི་བཞེངས་ནུས་སྐལ་བ་ད་ཕར་ཆེར་འདི་མི་ཟེར་ཡས་སམ། ད་སྐབས་ད་འདི་རེད་ཡ་ད་ཧ་ལས་པ་ཡག་པོ་བཞེངས་ཤོག་ནི།

རྒྱང་སྐྱེས་དཔལ་མགོན་མཆོད་རྟེན་རེ་ཡིས་བདའ་དུས་ལོ་རྒྱུས་ཀྱི་སྟེང་སྐད་གྲགས་ཆེན་པོ་ཡོད་ནོ་དོ། མཆོད་རྟེན་འདི་དཔེ་བླངས་ནི་རེ་རེའི་རྒྱུན་དུ་རྟེན་ཅིང་འབྲེལ་འབྱུང་བའི་བདའ་དུས་ཡོང་ནི་རེད་མཐོང་བ་ཙམ་གྱིས་རྒྱུད་ལ་ཐར་བའི་ས་བོན་འཇོག་པ་དང། རང་གི་སྐྱེ་བ་ཐོག་མ་མེད་པ་ནས་སོག་པའི་ལུས་ངན་པའི་སྡུག་སྒྲིབ་བག་ཆགས་དང་བཅས་པ་ཐམས་ཅད་ལས་གྲོལ་ཏེ། ས་ལམ་གྱི་རྟོགས་པ་ཁྱད་པར་བ་རྒྱུད་ལ་སྐྱེས་པའི་ཐར་བའི་ས་བོན་ཁྱད་པར་ཅན་འཇོག་རྒྱུ་རེད་དུ་བསམ་གི། ཇོ་ནང་མཐོང་གྲོལ་ཆེན་པོ་འདི་རྣམ་པ་སོགས་ཀྱི་ཞིབ་ཕྲ་ཟིན་རྒྱ་ཡིས་བདའ་དུས་དེ་རང་གི་འཆད་ཁྲིད་འདི་ཐུང་ཐུང་ཟིག་ཡིད་ད་གིན་ཉུང་ཉུང་ཟིག་མ་གཏོགས་མིན་འདང་ཡིད་ད་གི་ཆོག་འདང་ཡིད་གི་ཡོད་རྣམ་པ་ཚང་མ་མང་བོ་ཕེབས་གི་ཡོད་གི་ཚང་མ་བརྩིག་གི་ཟིག་ཕན་ཐོགས་ཨེ་ཡོད་ད་ངི་ར་ཏི་བསམ་གི་ཡོད་འགོ་ཁྲིད་རྣམ་པ་ར་ཧེ་བས་ཨེ་ཅོ་འདི་རྒྱབ་སྐྱོར་གནང་གི་ཨ་ལགས་སང་ར་ཧེབ་གི་ཡོད་གི་མི་འདིའི་འཆད་ཁྲིད་འདི་མཐོང་ཆེན་ཡིད་གི་ནི་དོན་ཚོད་འདི་རེད་ང་རང་གི་ར་གྲ་བསྒྲིགས་ཡིད་ད་དེ་ཁྲིད་གི་ནི་འདི་རང་གི་གྲ་བ་ཟིག་ཡིན་པའི་ངོས་ནས་དགེ་བ་སྒྲུབ་སྟངས་ཟིག་ཡིན་བསམ་གི་ཡོད། ཡང་ན་དགེ་རྒན་གཟུགས་ཀྱི་གཟུགས་བརྙན་ཙམ་ཡིན་པའི་ཆ་ནས་འགན་འཁུར་སྟངས་དེ་ཡིན་བསམ་གི་ཡོད་དགེ་སློབ་ཚང་མ་གི་ཐང་འགན་འཁྲིར་ཡོད་ནི་གི་སྐྱོན་རྣམས་མཐོང་གྲོལ་ཆེན་མོ་དེ་ཞིབ་མཇལ་གཟིགས་ཞིབ་ཡི་ད་དེ་ད་གཏོར་སྒོམ་གི་ཆོས་ཁྲིད་དེ་མི་གཟུགས་ཀྱི་ཕྱོགས་ནས་ཡིན་འཇུག་ག་ལ་ཡ་ཡང།